ད་ལྟ་དེ་ངས་བརྩམས་བཞག་པའི་སྒྲོལ་དཀར་གྱི་བརྟན་བཞུགས་དེ། ད་ལྟ་བོད་སྐད་ཐོག་ལ་མ་འདོགས་པའི་སྐད་ཡིག་གཞན་དག་ཐོག་ལ་ཕ་ཇེ་ཡོང་མ་རེད། ད་དེ་ཡང་གཙོ་བོ་གཅིག་ཆོ་ག་དེ་བརྟན་བཞུགས་ཆོ་ག་བྱ་དེ་ཡོང་རེད་ད། དེ་རིང་ནམ་རྒྱུན།

ད་ཇི་ལྟར་དང་གྲོས་སྐར་ད་ང་མི་མ་བྱས་ཧ་གོ་རེད། དེ་དམིགས་བསལ་ངོ་སྤྲོད་ཞུ་དགོས་ཀྱི་མི་འདུག་ཡིན་ན་ཡང་ད་ཅིག་གྲོས་སྐར་དང། ཅིག་བཀའ་རྒྱུད། ད་བཀའ་རྒྱུད། བཀའ་རྒྱུད་པ། དེ་རྣམས་ཅིག་བཀའ་མ་བཀའ་རྒྱུད། དེ་རྣམས་ལ་ད་ཅིག་སྒྲོལ་མ་དཀར་མོ་རྗེ་བཙུན་སྒྲོལ་མ་དཀར་མོ་དང་འབྲེལ་བ་ག་འདྲ་བྱེད་ཀྱི་ཡོད་པ་དེའི་སྐོར་ངོ་སྤྲོད་མདོར་བསྡུས་ཞུས་པ་ཡིན་ན་ཡག་པོ་མེད་འགྲོ་བསམ་སོང། ད་སྒྲོལ་མ་དཀར་མོ་དེ་སྤྱི་དང་ད་སྒྲོལ་མ་རིགས་འདྲ་མང་པོ་ཡོད་རེད་པ། ཆུ་སྒྲོལ་མ་ལྗང་གུ་དང་སྒྲོལ་མ་དམར་མོ་དང། ད་དེ་འདྲ་ཆུ་སྒྲོལ་མའི་རིགས་སྒྲོལ་མ་སེར་པོ་ལ་སོགས་མང་པོ་ཡོད་རེད། ད་སྒྲོལ་མ་དཀར་མོ་ནི་ད་ཡོངས་སུ་གྲགས་པ་ལ་ཡིད་བཞིན་འཁོར་ལོ་ཞུ་ཡག་ཅིག་ཡོད་རེད་པ། ད་ང་ཚོ་ཚེ་ཚེ་ལྷ་ཚེ་ལྷ་རྣམ་གསུམ་གྱི་ནང་ལོགས་ནས་དེ་སྒྲོལ་མ་དཀར་མོ་ཡོད་པ་དེ་ཡིད་བཞིན་འཁོར་ལོ་དེ་ད་ད་ཡོངས་གྲགས་རུ་བྱས་པས་ན་མཁས་པ་མང་ཆེ་བས་གར་གསུངས་པ་རེད་ཟེར་ན་དེ་བླ་མེད་ཀྱི་རྒྱུད་ནང་བསྟན་པ་རེད། བླ་མེད་ཀྱི་རྒྱུད་ག་རེ་ནང་བསྟན་ཡོད་རེད་ཟེར་ན་ད་ལྟ་སྒྲོལ་མ་རྣལ་འབྱོར་མའི་རྒྱུད་ཟེར་བ་དེ་དེ་ལ་ལྟར་ན་དག་གིས་བོད་སྐད་ཐོག་ལ་བསྒྱུར་གནང་ཡོད་རེད་སྒྲོལ་མ་རྣལ་འབྱོར་མའི་རྒྱུད་ཟེར་བ་འོ་དེའི་ནང་ལོགས་ལ་ཡང་ཨ་ནེ་ག་རེ་ཟེར། འཆི་བ་བསླུ་བའི་སྒྲོན་མ་དཀར་མོ་ཡོད་ཅེས་བསྟན་པ་ཨ་ཏཱ་དྷི་ཀས་བསྟན་པ་ཡིན་གསུངས་པ་ལྟར་དེ་འདྲ་ཡིན་དུས་བསམ་ནས། ད་སྒྲོན་མ་དཀར་མོ་དེ་ཅིག་ག་ཤོད་ནམ་རྒྱུན་སྒྲུབ་བྱེད་ན་ང་ཚོ་མང་པོ་ཅིག་བསམ་བློའི་ནང་ལོགས་ལ་ལྟ་ཅིག་ག་ཤོད་ཅིག་རྒྱུད་སྡེ།

ཨ་མང་རབ་བྱས་པས་ན་ཕ་གཅིག་དགུ་བརྩི་གཅིག་ཡོད་ས་རེད་རྒྱུད་པ་མི་འདྲ་བ་རྒྱ་གར་ནས་ཚུར་བརྒྱུད་ཡོང་བ་ས་བ་དང་རྒྱ་གར་ནས་ཚུར་བརྒྱུད་ད་ཐམས་ཅད་ད་རྒྱ་གར་ནས་བརྒྱུད་ཡོང་བ་མ་རེད་ད་རྒྱ་གར་ནས་བརྒྱུད་ཡོང་བ་དང་ཡང་བོད་ལ་ཡ་གཅིག་སྐྱེས་བུ་དམ་པ་དེ་འདྲས་ལ་དག་སྣང་ཉིད་བརྒྱུད་བྱུང་བ་དང་ད་དེ་འདྲས་ཚང་མ་བསྡོམས་ཡོང་དུས་ས་ནས་ཁྱོད་སྒྲོལ་དཀར་གྱི་རྒྱུད་པ་མི་འདྲ་བ་ད་ག་འདྲ་དགུ།

འཛིན་མཁན་གལ་ཆེན་པོ་གཅིག་ཆགས་འདུག་དོ་ག་རེད་ཟེར་ན་ཕྱིས་སུ་སྒྲོལ་དཀར་གྱི་ཆོས་ལུགས་ཀྱི་སྒྲོལ་དཀར་གྱི་བརྒྱུད་པ་ཡར་དེད་ཡོང་དུས་ས་གནས་ད་བརྒྱུད་པ་མང་པོ་ཞིབ་གཅིག་ས་ད་དེ་བཀའ་བརྒྱུད་གཅིག་པོ་མ་ཡིན་པ་ས་སྐྱ་རེད་དགེ་ལུགས་རེད་གང་ད་ཆོས་བརྒྱུད་མང་པོ་གཅིག་གི།

ད་ཁོང་ལ་ཡང་ལྟ་ཅི་སྒྲོལ་དཀར་གྱི་རྒྱུད་པ་མ་བརྗེད་སྒམ་པོ་པ་ན་མ་རྒྱུད་ཞྭ་བད་ཀྱི་ཆུ་ལུག་གི་སྒྲོལ་དཀར་གྱི་རྒྱུད་པ་ཡོད་པ་ཙམ་དུ་མ་ཟད་བད་ཀྱི་ཡང་དུས་གསུམ་མཁྱེན་པ་ཁོ་རང་ལ་ཡང་ལྟ་ཡང་སྒྲོལ་དཀར་གྱི་རྒྱུད་པ་ཡང་རྩ་ཆེན་པོ་འདི་འདྲའི་གཞན་དག་ཡང་ཁ་ཤས་ཅིག་ཡོང་འདུག་འདུག་ག། ད་དཔེ་དང་ཆ་བཞག་པ་ཡིན་ན། ད་ལྟ་དུས་གསུམ་མཁྱེན་པ་ནི་མར་བརྒྱུད་ཡོང་བའི་སྒྲོལ་མ་དཀར་མོ་ལྷ་ང་ཟེར་བ་ཞིག་ཡོང་དེ་ཡོང་རེད། སྒྲོལ་མ་དཀར་མོ་ལྷ་ང། གཙོ་བོ་དེ་སྒྲོལ་མ་དཀར་མོ་ཡིན་པ་ཅི་དེ་ལ་ཡང་ན་འཁོར་ལ་ཡང་སྒྲོལ་མ་མི་འདྲ་བ་ཞིག་གིས་བསྐོར་བསྡད་པ་དེ་འདྲ་ཞིག་གིས་ཡང། གར་ཞུ་བ་དང་ཅིག་དཀྱིལ་འཁོར་རུབ་ཅིག་མི་བརྒྱུད་པ་མི་འདྲ་བ་ཅིག་ཡོང་དེ་ཡོང་རེད། ད་དེ་ནས། དུས་གསུམ་མཁྱེན་པ་རྒྱུད་སྡེ་པའི་ཡང་སྒྲོས་དེ་སྦྱོར། སྒྲོལ་མའི་མེ་འབྲས་ཀྱི་ཆོ་ག། སྒྲོལ་མའི་མེ་འབྲས་ཀྱི་ཆོ་ག། ལྟ་སྟེ་སྒྲོལ་མའི་མེ་འབྲས་ཀྱི་ཆོ་ག། དུས་གསུམ་མཁྱེན་པར་རྒྱུད་སྡེ་པའི་སྒྲོལ་མའི་མེ་འབྲས་ཀྱི་ཆོ་ག་སྟེ། ལྟ་བུ་ལ་ཡང་ཀྱང་སྒྲོལ་མ་ལ་ཡང་མེ་འབྲས་བུ་ཡང་གི་ཆོ་ག། སྒྲོལ་མའི་མེ་འབྲས་ཀྱི་ཆོ་ག་སྦྱར་ཡང་བུ་ལ་ཡང་ཡང་སྐོར་ཅིག། སྒྲོལ་མ་ཉམས་ལེན་བྱེད་སྟངས་དམིགས་བསལ་ཆགས་རེད་ཨོ་རེད། ད་དེ་མེད་འབྲེལ་གྱི་ཆོ་ག་འདི་ལ་ཡང། ཕྱག་ལེན་ཟེར་ན་འདྲ་བརྒྱུད་པ་མི་འདྲ་བ་ཆེན་པོ་གསུམ་ཡོད་རེད། གཅིག་དེ། ད། མ་ག་ཧྲོའི་གཅིག་དེ། ད་ད་སྣར་ཐང་ལུགས་ཟེར། སྣར་ཐང་ཟེར་བ་དེ་འདི་ལ་སྐལ་བ་སྔ་མོ། བཀའ་གདམས་འབེལ་གྱི་ཆོས་གྲྭ་ཆེན་པོ་ཟེར་ན་འདྲ། ཆོས་ཉན་ད University འདྲ་པོ་ཆགས་བསྡད་ཡོད་ལ། ཆོས་ཉམས་ཆོས་སློབ་སྦྱོང་བྱེད་སའི University གལ་ཆེན་པོ་ཆགས་བསྡད་ཡོད་རེད། དེའི་གི་ལུགས་སྲོལ་གཅིག་བྱས། གཅིག་དེ་དཔལ་ལྡན་ས་སྐྱ་པའི་ལུགས་སྲོལ། གཅིག་དེ་ཨ་ནི་ཀརྨ་ཀམ་ཚང་གི་ལུགས་སྲོལ་བྱས། གང་ལྟར། སྒྲོལ་མ་མེ་འབྲས་ཀྱིས་ཉམས་ལེན་བྱས་ཏེ་ལུགས་ཆེན་པོ་གསུམ་རུབ་བཞིན་ཡོད་པ་རེད། ད་སྤྱི་དང་དེ་གསུམ་ག་ལོ་ཇོ་བོ་རྗེ་ནས་མ་བརྒྱུད་བསྡད་པ་དེ་ཡིན་ས་རེད། ཡིན་ན་ཡང་ད་ཅི་ག་ཞོར་ལས་དུས་གསུམ་ཁྱད་པར་ལས་བརྒྱུད་པའི་གི་ད་ཕྱག་ལེན་ཟེར་ན་འདྲ་འདུག་ཉམས་ལེན་བྱེད་སྟངས་དེ་ཡང་ལུགས་གཞན་དག་གཉིས་པོ་དེ་དང་མ་འདྲ་བ་ཅིག་གིས་ཐུན་མོང་མིན་པའི་ཁྱད་ཐུན་མོང་མིན་པའི་ཁྱད་པར་ཁྱད་ཆོས་ཡོད་བསྡད་པ་དེ་འདྲ་ཅིག་ཡིན་ས་རེད། ད་ནང་བཞིན་གྱི།

འོ་ད་དེ་ལ་སོགས་ཡི་གེ་གང་ལྟར་དུས་གསུམ་མཁྱེན་པ་ལ་ཡང། ཁོ་རང་ཅིག། སྒྲོལ་དཀར་གྱི་ཐོག་ལ་ཡག་པའི་ཐུན་མོང་མ་ཡིན་པའི་གི། ད་ཅིག་ཁོ་རང་མན་ངག་མང་པོ་ཅིག་ཡོད་བསྡད་པ་ཅིག་དང། དག་ན་གཤེན་གྱི་ད་ཅིག། ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་བསྡད་པ་ཅིག་དེ་འདྲ་ཅིག་རེད་བཞག། ད་དེ་ནས་མ་སྐར་མ་འབུ་སྐུ་འཕྲེང་བསྟར་རིམ་བརྒྱུད་མ་བརྒྱུད་ནས་ད་སྒྲོལ་དཀར་དང་ཐུན་མོང་མའི་དམིགས་བསལ་གྱི་ད་འབྲེལ་བ་ཡོད་བསྡད་པ་གཅིག་ག་རེ་ཟེར་ན་སྐར་མ་འབུ་དགུ་པ་དབོན་ཆུ་རྡོ་རྗེ་ཆགས་བསྡད་ཡོད་རེད། སྐར་མ་འབུ་དགུ་པ་དབོན་ཆུ་རྡོ་རྗེ་ཁོང་ལ་ཡ་ཨ་ན་བོད་ལ་ཡོད་པའི་གི་ད་ད་གིན་ཤེས་བསྡད་ཡ་གི་ད་ཅིག་སྒྲོལ་དཀར་གྱི་བརྒྱུད་པ་མང་པོ་འབྱོར་བ་ད་དེ་ཚོ་མང་ཆེ་བསྡད་ཁོང་ལ་ཡ་ཚང་མ་ལོ་ཁོང་བརྒྱུད་པ་ཚང་མ་ལ་ཁོང་གིས་འཛིན་པ་གནང་ནས་འགྲོ། བརྒྱུད་པ་ཚང་མ་ཁོང་ལ་ཡང་ཐོབ་ནས། དེ་ནས་ཁོང་གི་སྒྲོལ་དཀར་སྤྱི་བོའི་གི་སྐོར་ལ་ཡང་ནི་པོ་ཏི་ཆེན་པོ་ཅིག་མཛད་ཡོད་པ་རེད། ཡིན་ན་དེ་པོ་ཏི་ཆེན་པོ་ད་ལྟ་དང་མཇལ་ཡོད་མ་རེད་ཡིན་ན་པོ་ཏི་ཆེན་པོ་ཅིག་ཡོད་པ་རེད། སྒྲོལ་དཀར་སྤྱི་བོའི་དུས་ནང་ལ་དེ་འདྲའི་བྱས་རྗེས་གང་དག་དེ་ནས་བཟུང་སྟེ་ཕ་ཆེ་ཀརྨ་པོ་སྐུ་ལས་བསྐུལ་བ་ཙམ་ལས་བཟུང་སྟེ་ནི་ཀརྨ་ཀམ་ཚང་སྔ་ལོ་ལ་ཡང་བའི་སྒྲོལ་དཀར་དེ་ཡི་དམ

ཚེ་དང་བསོད་ནམས་དང་ཡེ་ཤེས་འཕེལ་བའི་ལྷ། ཚེ་གཅིག་པུ་མིན་པར་བསོད་ནམས་དང་ཡེ་ཤེས་འཕེལ་བའི་ལྷ་ཆགས་ཏེ་ཡོད། ད་དེ་ག་འདྲས་ཆགས་ཡོད་ཟེར་ན། དེ་ལྟར་སྒྲོལ་དཀར་གྱིས་ང་རང་ཚོའི་གི་ལས་ངག་འདོན་པའི་སྐབས་ལ་ཡང། ལྟར་དུ་ལྟར་དུ་ར་མ་མ་ཡོས་པུ་ནིང་རྒྱ་ནག་པུ་ཀྲིང་གུ་རུ་སོ་ཧཱས་ལ་བོར་བ་ད་པུ་ནི་ཡ་ཟེར་ཏེ། ད་པུ་ནི་དེ་ན་ཨ་ཡུ་ཟེར་ཏེ་ཚེ་ལ་གོ་བ་རེད།

སྒྲོལ་དཀར་དེ་གཅིག་ཚེ་ལྷ་ཙམ་ཞིག་མ་ཡིན་པར། རང་གི་ཆོས་བསམ་གོང་འཕེལ་དུ་འགྲོ་ཡ། ད་ནི་ཡེ་ཤེས་གོང་འཕེལ་དུ་འགྲོ་ཡ། ད་ཇི་འདྲའི་ཡི་གར་ཤོད་ད། དགོས་པ་ཁྱད་པར་ཅན་ཡོད་དེ་བ་དེ་འདྲའི་ཆ་ནས་ཡོང་ད་དེ་ཡང་ང་ཚོས་ཧ་གོ་གོ་འདུག།